སློབ་ཕྲུག་ཚང་མ་ལ་ཡ་ང་སྤྲོད་འཆར་ལ། འཚམས་འདྲི་ཞུས་པ་དང་སྦྲགས་ཁ་སང་ངས་དེ་ནས་མ་རིག་པ། མུ་གསུམ་ཞེས་པ་དེ་ག་འདྲས་སུ་གྲུབ་ཀྱི་རེད་མུ་བཞི་ག་འདྲས་སུ་གྲུབ་ཀྱི་རེད་དུས་འཇིག་ག་འདྲས་སུ་གྲུབ་ཀྱི་དེའི་གྲུབ་སྟངས་ཀྱི་རིག་པ་དེ་ཞུས་པར་བ་ད་ག་ཟེ་ཁོ་ནས་འཛིན་རིམ་བཅུ་གཅིག་བཅུ་གཉིས་ཁྲིད་དེ་ཡང་སློབ་ཕྲུག་ཆུང་ཆུང་ཚོ་ལ་ཡ་ཁྱོད་ཚོ་སྣང་མེད་བཏང་གི་འདུག་བསམ་ཁྱང་ཚོའི་རིག་ལམ་སློབ་ཚན་ཁ་སང་དང་ད་རིང་དེ་ནས་མ་འབྲི་རྒྱུ་ཞུས་ཡོད་པ་ཡིན་ད། ད་ད་ཡིན་ངེས་འདི་ནི་མ་ཨ་ལེ་དང་པོ་འདི། ཁོ་ཁ་ཤུགས་རེད། བསླབ་གཞི་ཟེར་དགོས་རེད་བསླབ་བྱ་ཟེར་དགོས་རེད་པས། བརྗོད་བྱ་ཁོ་རང་མ་ཡོང་སྟངས་ག་འདྲས་སུ་ཡོང་གི་ཡོད་རེད་པས་ལབ་དུས་ང་རང་ཚོའི་གཞུང་ནང་ལ་བཤད་དུས། འདིར་བ་འདི་ཤེས་བྱ། སྦྱང་བྱ་ཤེས་བྱའི་གནས་ཁོ་རང་ལ་མ། སྦྱང་གཞི་འདི་ག་འདི་ག་འདྲས་སུ་ཡོང་གི་ཡོད་རེད་པས་ཞུས་པ་ཡིན་ན། དང་པོ་ང་ཚོ་མ་དབྱེ་བ་ཕྱི་དུས་ཙམ་པ་ལ་ཡང། ཤེས་བྱ་དེ་ལ་ཡང་རྟག་པ་དང་མི་རྟག་པ་གཉིས་དབྱེ་བ་ཕྱེ་ཡོང་གི་རེད་པ། བྱང་ཚད་བཞི་དེ་ཤེས་བྱ་རེད་པ། ད་ཤེས་བྱ་བྱས་ཡོད་པ་བྱས་ཤེལ་བྱ་ཤེས་གྲུབ་ཡུལ་ཆོས་དེ་ཚོ་དོན་དག་གཅིག་པོ་རེད་པ། ད། ཤེས་བྱ་དེ་ལ་ཡང་རྟག་པ་གཅིག་དང་མི་རྟག་པ་གཉིས་ཡོད་རེད་བྱས་ད་ཡང་རྟག་པ་དང་མི་རྟག་པ་དེ་ཚོ་འགལ་བ་རེད་ཟེར་རིག་པ་དེ་གས་དེ་ཉེས་བྱས་ལབ་གི་ད། རེད་པ། ད་ཡང་ན་ང་ཚོས་ཤེས་བྱ་དེ་ལ་དབྱེ་བ་ཕྱེ་དུས་བདེན་པ་གཉིས་གང་ལ་མ་དབྱེ་བ་ཕྱེ་བཞག་ན་འགྲིག་གི་རེད། ཡིན་ཕྱིན་ཆད་ཡང་ན་ཀུན་རྫོབ་བདེན་པ་ཡང་ན་དོན་དམ་བདེན་པ་ཆགས་འགྲོ་གི་རེད། ཡོད་ཕྱིན་ཆད་ཡང་ན་རྟག་པ་རེད་ཡང་ན་མེད་རྟག་པ་རེད་དེ་གཉིས་མ་གཏོགས་འགྲོ་ས་ཡོད་མ་རེད། ད་ཡང་དབྱེ་བ་གཞན་པ་ཕྱེ་སྟངས་ཅིག་ལ་ང་ཚོས་སྡུག་ཅིག་ཆེ་གནང་གི་ཡོད་རེད་ནམ་དུས་ཕ་ཆོས་དེ། ཤེས་བྱའི་གནས་གསུམ། གཅིག་གི་ཚད་མ་དེ་གི་ཡུལ་ངེས་སྟངས་ཀྱི་ཆ་ནས་དབྱེ་བ་ཕྱེ་བཞག་པ་རེད། ཤེས་བྱའི་གནས་གསུམ། ལྐོག་གྱུར་བྱས། མངོན་གྱུར་བྱས། ལྐོག་གྱུར་བྱས་ཤིན་ཏུ་ལྐོག་གྱུར་བྱས་དུས་སུ་དབྱེ་བ་ཕྱེ་གནང་གི་རེད་ད་འདི་གཡུག་ཞོར་རེ་བ་རྙེད་ན་དབྱེ་བ་ཕྱེ་ན་འདི་འདྲི་འཇོག་ད་ད་ནམ་རྒྱུན་ང་ཚོ་དུག་སླབ་ཀྱི་ཡོད་པ་ཤེས་བྱ་འདི་ལ་མ་དབྱེ་བ་ཕྱེ་ན་རྟག་པ་གཅིག་དང་མེ་རྟག་པ་གཉིས་ཡོད་རེད་བྱས་བ་ད་མེ་རྟག་པ་འདིའི་ནང་ལོགས་ལ་ཡག་ག་རེ་ཡོད་རེད་ཟེར་དུས་ཨ་ནི་མེ་རྟག་པ་ཁོ་རང་ལ་དབྱེ་བ་ཕྱེ་ཤ་དུས་གཟུགས་བྱས་དེ་གཟུགས་བྱས་ཨ་ནི་ཤེས་པ

ལྟར་ནམ་རྒྱུན་ང་རང་ཚོ་དེ་དེང་དུས་ཚན་རིག་པ་ཚོ་ཡིན་ན་སྦྱང་བྱ་གཙོ་བོ་འདིས་གང་ལ་སྦྱངས་བསྡད་དགོས་གཟུགས་འདིས་གང་ལ་སྦྱངས་བསྡད་དགོས་བ། གཟུགས་ཀྱི་རྣམ་གཞག་ཕྲ་ཞིང་ཕྲ་བ་དག། མིག་གི་མཐོང་ཡ་ཡོད་རྒྱུ་རྣ་ཁུག་སྣོམ་ཡ་ཡོད་རྒྱུ་འོ་ཡ། དེ་འདི་གའི་ཆ་ཚང་ཁོང་ཚོས་འདིས་གང་ལ་ཞིབ་ཕྲ་སྦྱངས་བྱས་ཆོག་ཁོ་རང་ཚོ་དེང་དུས་ཚན་རིག་པ་དེ་ཚོ་འདིས་གང་ལ་ཡ་ཤེས་ཚད་མཐོ་པོ་ཞུ་ཆགས་བསྡད་ཡིན་པ་རེད་བ། ད་ང་རང་ཚོས་ནང་ཆོས་ནས་མ་ཤེས་དུས་སེམས་ཁམས་རིག་པ་ནང་སླེབས་དུས་ཨ་ནི་སློབ་ཚན་འདིའི་སྒང་སླེབས་ཡོང་དགོས་རེད། ཤེས་པའི་རྣམ་གཞག་དེ་ག་འདྲ་ག་འདྲ་ག་འདྲ་ག་འདྲའི་ཡོད་མེད། ཤེས་པ་དེ་ལ་ཡང་ཤེས་པ་རགས་པ་ག་འདྲའི་ཕྲ་བོ་ག་འདྲའི་ད་ང་ཚོ་བློ་རིག་ནང་ལོག་ལོ་མ། བློ་རིག་མདུན་ལ་དབྱེ་བ་ཕྱེ་དེའི་ནང་གསེས་དབྱེ་བ་ཕྱེ་དེ་ནས་སེམས་དང་སེམས་བྱུང་བཅས་མང་པོ་བཞི་བོ་ཅིག་དབྱེ་བ་ཕྱེ་ནས་བཤད་བསྡད་དེ་འདི་ནས་མ་ཤེས་ཡོང་དགོས་རེད་བ། ཨུམ། ད་བྱས་ཙང། འདི་ག་ནས་དབྱེ་བ་ཕྱེ་སོང་མི་རྟག་པ་འདི་ནས་མ་སླེབས་ཕྱིན་སོང་བ། ལྟ། གཟུགས་དེའི་ནང་ལོགས་ལ་ཡང་ང་ཚོ་དབྱེ་བ་ཕྱེ་དུས་ནང་གཟུགས་དང་ཕྱི་གཟུགས་ཟེར་ཡ། ནང་གཟུགས་དེའི་ནང་ལ་དབང་པོ་ལྔ་ཟེར་ཡ་ཕྱི་གཟུགས་དེའི་ནང་ལ་གཟུགས་སོགས་ལ་སོ་ལ་སོགས་པ། གཟུགས་དང་དྲི་རོ་རེག་བྱ་སོགས་པ་སྟེ་འདི་གཉིས་སུ་དབྱེ་བ་ཕྱེ་སྟངས་མང་པོ་ཞིབ་པོ་ཞིག་འདུག་སྨྲ་ཀླད་ཡུལ་འགོ་རེད། བྱས་ཙང་ང་ཚོ། ཀྱི་ཁ་སང་ང་ཚོའི་རིག་པ་འདི་གའི་སྟེང། མུ་གསུམ་མུ་བཞིའི་གྲུབ་སྟངས་ག་འདྲས་རེད་པའི། སྐད་ཆ་མང་པོ་ཞིབ་པོ་ཕྱིན་ཚར་བ་རེད། དེ་ནས་ད་ཁོ་ལྗང་སེར་བཞི་འདྲ་པོ་འཕྲོད་ས་འདྲ་པོ་ཅིག་ག་ནས་མ་འཕྲོད་དགོས་རུང་ཟེར་ན། ད་དུ་སྨྲ་ཆེ་ཞིག་འཕྲོད་ཡོང་གི་འོ་རེད། ད་དེ་རིང་ང་ཚོ། དང་པོ་ལྔས་ལ་ཡང་ཉེ། སློབ་ཚན་ཁོ་རང་འཕྲོད་སྟངས་འདྲ་པོ་དེ། ཕ་ཆ་གོས་དག་མ་བཟོ་ན་ག་འདྲི་བྱས་པ་རེད་ཟེར་དུས་ཨ་ནི་སྡུག་སུ་མང་ཡོང་གི་འོག་རེད། ཡང་བསྐྱར་ཅིག་ཞུས་ད། ཤེས་བྱ་ཡོད་པ་ཤེས་བྱ་ཞིག་སྒྲུབ་ཡུལ་ཆོས་དོན་གྱི་རེད་ད་ཚང་མས་མཁྱེན་གྱུར་བ། ཨ་ནི་ཤེས་བྱ་ཁོ་རང་ལ་མ་བརྟགས་པ་དང་མི་རྟག་པ་གཉིས་ཡོད་རེད། རེད་བ། ཨ་ནི་མི་རྟག་པ་དེའི་ནང་ལོགས་ལ་ཡང་གཟུགས་དང་ཤེས་པ་དང་བདེན་མེད་འདུས་བྱས་ཡོད་རེད་བྱས་པ་རེད། ཨ་ནི་འདིའི་གཟུགས་དེའི་ནང་ལོགས་ལ་ཡང་ནང་གཟུགས་དང་ཕྱི་གཟུགས་གཉིས་སླེབས་པ་རེད། ནང་གཟུགས་དེའི་ནང་ལ་དབང་པོ་ལྔ་དང་ཕྱི་གཟུགས་དེའི་ནང་ལ་གཟུགས་སོགས་ལྔ་ལ་སོགས་པ་དེ་གས་སླེབས་པ་སྟེ་འདིར་ན་དབྱེ་བ་ཞེ་དྲག་མང་པོ་ཞུ་ཞིག་ལས་ཡོངས་གུར་བ་སྟེ། དཔེར་ན། སྒྲ་ལ་ནང་གསེས་དབྱེ་བ་མང་པོ་གཟུགས་སྒྲ་དྲི་ལ་ནང་གསེས་དབྱེ་བ་ཡོད་རེད་རེག་བྱ་དང་དེ་ཚང་བ་ནང་གསེས་དབྱེ་བ་ཞེ་དྲག་མང་པོ་ཡོད་རེད་བ། རྙེད་ལ། དེ་གས་དེ་མ་འདུག་ཟེར་ཅིག་ཉེས་པ་གནང་གུར་དང་སྤྱི་བཏང་རྣམ་པ་ཚོའི་སློབ་དེབ་ནང་ལ་ཡོད་པ་རེད་དེ་དབྱེ་བ་དེ་ག་འདྲས་སུ་མང་ལེགས་ཡོད་མེད་དེ་ག་དེ་གཅིག་ཉལ་ན་སོང་ཨ། ད་དེ་ག་གཅིག་ཉལ་བ་ཡིན་ན་ལྟ་ཡང་ཉལ། ཁ་སང་ནང་བཞིན། ཁ་ཤུགས་རེ། ཁོ་ཚོའི་ནང་ལོགས་ལ། ང་ཚོ་རིག་པའི་བགྲོད། མུ་གསུམ་མུ་བཞི་དེ་ཚོ་ག་འདྲ་ག་འདྲ་ག་འདྲ་གྲུབ་ཀྱི་འདུག་ད་ཡང་ང་ཚོ་ཁ་སང་གི་རིག་པ་དེ་གཞི་ཞག་མ་སྦྱང་གི་ད། རྩ་བའི་ད་ལྟ་ང་ཚོ་མུ་གསུམ་མུ་བཞི་སྦྱང་ཡ་དེ་ཚོ། ཁ་ཤུགས་རེ། མ། བསྡུས་གྲྭའི་རིག་པ་ཐོག་མར་སྦྱངས་ན་ངེས་དེ་ཚོ་ལ་ཡང་རིག་པ་གཙོ་བོ་དེ་མུ་གསུམ་མུ་བཞི་དོན་གཅིག་དགེ་བ་དེ་སྐད་དེ་བསླབ་གནང་གི་རུ་བ། ད་ད་རིང་ཁ་སང་ངས་མུ་གསུམ་གྲུབ་དང་མུ་བཞི་གྲུབ་དང་དེ་སྐད་དེ་ཞུས་སོང་ཨ། ད་ད་རིང་ཡང་བསྐྱར། ངས་ལ་དེ་སྐད་ཅིག་ངོ་སྤྲོད་ཞུས་ཚར་བའི་རྗེས་ལ་ད་ཡང་ངས་རིག་པ་དེ་མ། ཞུགས་ད། ངོ་སོ་མོ་ཞིག་ག་འདྲས་བཅུག་གོ། ད་འདིས་ད་ལྟ་ང་ཚོ་རྙེད་ལ། འདི། སྤྱི་བཏང་ནས་སློབ་ཚན་ཡོང་སྟངས་དེ་སྡུག་སུ་ཡོང་གི་འོ་རེད་ཟེར། ཤེས་བྱ་དེ་ལས་མ་དབྱེ་བ་བྱས་ན་སྡུག་སྡུག་སྡུག་སྡུག་སུ་མ་ཡོང་གི་རེད་ཟེར། ངོ་སྤྲོད་ལྷོབ་སུ་ཤོར་བ། ད་ཡང་ཁ་སང་ན་ཞིག་རིག་པ་འདི་གི་འདི་སྦྱང་གིན་གདའ། ཁ་སང་ང་ཚོའི་རིག་པ་འདི། ཡ། ད་ང་ཚོས་ཁ་སང་རིག་པ་འདི་འདུག་ཟིན་པ། མུ་སུང་གྲུབ་སྟངས་གཅིག་ཡོད་པ། ད་ནི་ང་ཚོས་མུ་བཞི་གྲུབ་སྟངས་གཅིག་ཡོད་རེད་པ། ད་ཨོ་རྒྱན་ཡི་གེ་ཕྱེས་ཚེ་ན་རྣམ་པ་ཚོ་ཟིལ་བདེ་བ་ཡོང་རེད་པ། ཨ་ནི་དེ། དུས་འཇིག་ཟེར་གཅིག་ཡོད་པ། མུ་སུང་མུ་བཞི་དུས་འཇིག་ཟེར་གཅིག་ཡོད་པ། ཨ་ནི་དེ། རྒྱལ་བ་ཡིན་པ། མོ་ཡ། ད་དུ་སྤྱི་འཐུས། ཁ་སང་ཉིན་དེ། མུ་གསུམ། འདི་འཁྲུགས་པའི་སྐབས་ལ་ཡ། མུ་གསུམ་དེ་བྱས་མུ་བཞི་དེ་བྱས་དུས་འཇིག་དེ་བྱས། ཁོ་ཚོ་གསུམ། ལ། མུ་གསུམ་འཁྲུགས་ན། གཉིས་ཀ་ཡིན་པ་ལས་གི་རེད། མུ་བཞི་འཁྲུགས་ན། གཉིས་ཀ་ཡིན་པ་དེ་ལས་ཡོང་གི་རེད། དུས་གཅིག་གྲུབ་ན་གཉིས་ཀ་ཡིན་པ་དེ་ལེགས་ཡོད་རེད་ད་རྒྱལ་བ་གྲུབ་དུས་ཙམ་པ་ལ་ཡང་ཨ་ནི་ང་ཚོ་གཉིས་ཀ་ཡིན་པ་དེ་ལེགས་ཤིང་གི་ཡོད་མ་རེད་ད་ཁ་སང་ཉིན་དེ་ནས་མ་གཞི་བཞག་ས་ང་ཚོ་ཨ་ཁ་དོག་གང་ལ་བྱ་ནས་བཤད་པ་རེད་བ་ལབ་ཤི། ཁ་ཤུགས་རེད་མ་གཞི་བཞག་ས་དེ་ཁ་དོག་སྒང་ལ་སྦྱར་ནས་ཞུས་པ་རེད་རིག་པ་འདི་ཁྱེད་ཆེད་ཅིག་བཞག་ནས། རྣམ་པ་ཚོའི་སློབ་ཚན་ཚང་མའི་སྒང་ལ་ཡ་རིག་པ་དེ་ཁྱེད་གནང་ཐུགས་ཁུར་ད། སྐད་ཡིག་སྒང་ལ་ཡ་ཁྱེད་གནང་གི་ཡོད་ན་སློབ་ཚན་ཚན་རིག་སྒང་ལ་ཁྱེད་གནང་གི་ཡོད་ན་ཨང་རྩིས་སྦྱངས་པའི་སྐབས་ལ་བེད་སྤྱོད་གནང་གི་ཡིན་ན་གར་གནང་གི་ཡིན་ན་ད་ལྟ་ཉན། དེ་ནས་མ་གཞི་བཞག་ས་དེ་ཁ་དོག་སྒང་ལ་སྦྱར་ནས་བཤད་བུར་བ་ད། ད་གིས་ང་ཚོས་དེ་ནས་མ་ཤེས་བྱ་ལ་དབྱེ་ན་རྟག་པ་དང་མི་རྟག་པ་གཉིས་ལས་བྱུང་བ།

ད་དེ་ཅིག། དེ་གྱིས་མི་ཆགས་ཡོད་མ་རུ་བ། མྱུར་བུ་གཉིས་སྤོ་བྲུར་དབྱེ་བ་བྱེད་དུས། བྱས་ཙང། རྟག་པ་དེ་དང་མི་རྟག་པ་དེ། མུ་གསུམ་ཆགས་ཀྱི་མ་རེད་ཁོ་གཉིས་གཉིས་ཀ་ཡིན་པ་ཡོད་མ་རུ་བ། ཨ་ནི་ཁོ་གཉིས་གཉིས་ཀ་ཡིན་པ་མེད་པ་ཡིན་ན། ཧུ་ཧུ། ཨ་དོན་གཅིག་དང་མུ་གསུམ་མུ་ཤི་ག་ཚ་བུ་རེད་བྲུ་བས་ཡོད་མ་རེད་རྟག་པ་དང་མི་རྟག་པ་གཉིས་ཀྱི་སྤོ་བྲུ་ལ་ཡ། འགལ་བ་རེད་ད། ད་འགལ་བ་དེ་ལ་དབྱེ་བ་ཕྱེ་ཡོང་དུས་ཨ་ནི་ང་ཚོ་གཉིས་ལས་ཀྱི་ཡོད་རེད།

ཁོ་གཉིས་དགེ་བ་ཡིན་པ་གང་ཞིག་བྱས་ཁོ་གཉིས་དགེ་བ་ཡིན་པ་གང་ཞིག་ལ་ཡོད་ཕྱིན་ཆད་ཁོ་གཉིས་གང་རུང་ཡིན་པའི་ཁྱབ་འགྲོ་གི་འདུག་ན། རེད་བ། ཨ་ནི་ཁོ་གཉིས་དངོས་འགལ་ཆགས་འགྲོ་གི་རེད། ཡོད་ཕྱིན་ཆད་ཡང་ན་རྟག་པ་རེད་ཡང་ན་མེ་རྟག་པ་རེད་དེ་གཉིས་མ་ཞིག་འགྲོ་ས་ཡོད་མ་རེད་བ། བྱས་ཙང་ཁོ་གཉིས་དགེ་བ་ཡིན་པ་གང་ཞིག་ལ་ཡ། ཡོད་ཕྱིན་ཆད་ཡང་ན་རྟག་པ་རེད་ཡང་ན་མེ་རྟག་པ་རེད། དེའི་ལ་ཡ་དགེ་བ་འགྲོ་སྟངས་འདི། ཁོ་གཉིས་དགེ་བ་རེད་དེ། ཡིན་ནའི་ལས་ཡོད་ཕྱིན་ཆད་ཡང་ན་དཀར་པོ་ཡང་ན་དམར་པོ་ཁོ་གཉིས་གང་རུང་ཡིན་པའི་ཁྱབ་ཁོལ་བས་དེ་ཁྱབ་མ་སོང་བྱས་ཙང། ཁོའི་དགེ་བ་འགྲོ་སྟངས་འདི་ཏིས་ཀྱི་མ་འདྲ་ཆགས་སོང་བྱས་ཙང། རྟག་པ་དང་མི་རྟག་པ་གཉིས་དེ་ག་རེད་བས་ཟེར་ན། དགེ་བ་རེད། དགེ་བའི་གོ་དོན་ག་རེད་ཁ་སང་ཞུས་ཚར་བར་བ། ཐ་དད་པའི་ཆོས་ཡིན་པ་གང་ཞིག་ལ་ཡང་གཞི་མཐུན་མི་སྲིད་པ་རེད་དེ་དུ་བ་ཐ་དད་གང་ཞིག་གཞི་མཐུན་མི་སྲིད་པ། ཨ་འདིའི་ནང་གསེས་ལ་ཡང་དངོས་འགལ་གྱི་དང་ཡུལ་འགལ་གྱི་ལས་ཀྱི་རེད་བྱས། ད་འདི་ཡིན་དུས། མཁྱེན་སོང་ཨ། འགལ་བ་གྲུབ་སྟངས། ཐ་དད་གང་གཞི་མཐུན་མི་སྲིད་པ། ད་བྱས་ན་དེ་སྲིད་ཨ་ཁུ་གཉིས་འགལ་བ་གྲུབ་སྟངས་མ་འདྲ་ཆགས། རྟག་པ་དང་མི་རྟག་པ་འགལ་བ་གྲུབ་སྟངས་དང། དཀར་པོ་དང་དམར་པོ་ག་ས་ང་ཚོས་དེབ་དང་སྨྱུ་གུ་དཔེ་མཚོན་བྱ་དགོས་རེད་པ་དེབ་དང་སྨྱུ་གུ།

དེབ་དང་དངོས་སྒེར་ག་རེ་ཡོད་རེད་པས་ཨ་ནི་འདུག་བྱས་ན་ལས་སླ་པོ་རེད་བ། དེབ་མ་ཡིན་པ། དེབ་མིན་པ། རེད་བ། ཁོ་དང་ཁོ་མིན་པ་གཉིས་ག་དུས་ནས་དངོས་སྒེར་འགྲོ་སོང་ན་འགྲིག་གི་རེད། ཡོད་ཕྱིན་རྗེས་ཡང་ན་དེབ་རེད་ཡང་ན་དེབ་མ་ཡིན་པ་རེད་བ། ཡོད་ཕྱིན་རྗེས་ཡང་ན་སྨྱུ་གུ་རེད་ཡང་ན་སྨྱུ་གུ་མ་ཡིན་པ་རེད་སྨྱུ་གུ་ཡིན་པ་དང་མ་ཡིན་པ། དེབ་ཡིན་པ་དང་མ་ཡིན་པ། དཀར་པོ་ཡིན་པ་དང་མ་ཡིན་པ་དམར་པོ་ཡིན་པ་དང་མ་ཡིན་པ། ཁོ་ཡིན་པ་དང་ཁོ་མ་ཡིན་པ་གཉིས་ག་དུས་ནས་དངུལ་གེ་ཆག་འགྲོ་གི་རེད་བ། ཡིན་ནས་དེབ་དང་སྨྱུ་གུ་དངུལ་གེ་ཆག་ཤེས་མ་སོང་བ་རྒྱུ་མཚན་ག་རེད་བས་ཟེར་ན། ཨ། ཁོ་གཉིས་འགལ་བ་རེད་དེ་ཡོད་ཕྱིན་ཆད་ཁོ་གཉིས་གང་རུང་ཡིན་དགོས་བས་ངེས་པ་མི་འདུག་བ། ཨ་ལས་དང་པོ་གོ་དོན་འདུག་ངས་བཞག་ན་འགྲིག་གི་ཡོད་རེད་ཡང། འདིས་འདུག་བྱས་ན་ངས་བདེ་བ་ཡོད་རེད་བ། ད་འདུག་ལབ་དུས་བརྩམས་པ་ལ་ཡ། དེ་ག་རེ་རེད་དེབ་མིན་པ་རེད་བ། དེབ་དང་དེབ་མ་ཡིན་པ། སྨྱུ་གུ་དང་སྨྱུ་གུ་མ་ཡིན་པ། དཀར་པོ་དང་དཀར་པོ་མ་ཡིན་པ། དམར་པོ་དང་དམར་པོ་མ་ཡིན་པ། དེ་གའི་དེ་དངོས་ཀའི་ཆ་དྲུག་གོ། ཇི་ལྟར་འདུག་སླ་དུས། ད་ཡང་ང་ཚོ་རིག་པ་འདི་ནི་མ་གཅིག་དང། ངས་རིག་པ་འདི་ནི་མ་འདུག་ཅེས་སླེབས་པ་ཡིན་ན། ཡ། ད་ཨོ། ཁྱེད་གཞི་འདི། ག་བཞུགས་རེད། རྩིས་ས་འདི་ཀརྨ་པོ་གང་རྩིག་ད། ཨུམ། ཁ་སང་འདས་གཅིག་ཞུ་ཡ་ཞུས་ཚར་བ་རེད་བ། དཀར་པོ་བྱས། དམར་པོ།

ཁོ་རང་ཁོ་རང་ག་དུས་ཡིན་ནས་རྒྱལ་བ་མ་རེད་དམར་པོ་དམར་པོ་དང་རྒྱལ་བ་མ་རེད་རྒྱུ་མཚན་ག་རེད་དམར་པོ་དང་རྒྱལ་བ་ཡིན་ན་རྙེད་ལ་དང་པོ་ཁྱད་ཆོས་དང་པོ་དེ་དམར་པོ་དང་ཐ་དད་པའི་ཆོས་དེ་དྲུག་བསྐུར་བ། རྗེས་ཙམ་དམར་པོ་དམར་པོ་དང་ཐ་དད་མ་རུ་བ། དེ་གཅིག་བྱས། དེ་ན་ཞིག་གཅིག་པ་རུ་བ། དཀར་པོ་དང་རྒྱལ་བ་ཡིན་ན་རྙེད་ལ་དང་པོ་དཀར་པོ་དང་ཐ་དད་གང་ཞིག་དཀར་པོ་དང་གཞི་མཐུན་མི་སྲིད་པ་གོ་རུ་བ། ཨ་ནི་དཀར་པོ་དཀར་པོ་དང་ཐ་དད་མ་རུ་བ། བྱས་ཙང་སྐུ་གཉིས། དཀར་པོ་དང་རྒྱལ་བ་ཡིན་དམར་པོ་དང་རྒྱལ་བ་མ་ཡིན་པ་ཞོག་ཟེར་ན་དམར་པོ་ཆོས་ཅན་ཞེས་ལབ་རྒྱུ་བྱས། དམར་པོ་དང་འགལ་བ་ཡིན་དཀར་པོ་དང་འགལ་བ་མ་ཡིན་པ་ཞོག་ལ་ན་དཀར་པོ་ཆུ་ཅན་ལྟ་བུ་གྱུར། ད་ཁོ་གཉིས་གཉིས་ཀ་དང་འགལ་བ་ཡིན་པ་ག་རེ། ནག་པོ་ཡོད་རེད་བ། ཨ་ནི་ཁོ་གཉིས་གཉིས་ཀ་དང་འགལ་བ་མ་ཡིན་པ་ག་རེ་ཁ་དོག་ལེགས་རེད་བ། བྱས་ཙང། ད་ཀྱེ། དེ་སི་ཡ། དེ་འདུག་བྱེད་དུས་འདི་ག་རེ། འདི། ཨ།

ཁ་བཞུགས་རེ། རིག་པ་ཡ་ཏིས་ཀྱིས། བརྩེགས་ཏུ་བརྩེས་པ་ཡིན་ན། རེ་བ། ད། ཀར་ད་གིན་ང་ཚོ་དགེ་བ་གཅིག་བྱ་བ་རེ་བ། ད་ཡང་དེ་དགེ་བའི་རིག་པ་གཉིས་བྱ་ཡོད། རེ་བ། ཨ་ལེ་གཉིས་མ་བྱ་ངེད་ལ་མི་དགེ་བ་དེ་སྦྱངས་པ་ཡིན་ན། ད་གིན་རིག་པ་གཅིག་པ་གཅིག་ཀྱང་ཚུར་ཨ་ལོ་རྒྱབ་ཤ་འདྲི་དགོས་རེད་ད་གིན་དཀར་པོ་དེ་དགེ་བ་ཡིན་དམར་པོ་དེ་དགེ་བ་མ་ཡིན་མ་བུ་ཆུ་ཡིན་ལ་རེ་བ། ད་ཡང། དཀར་པོ་དང་མི་དགེ་བ་ཡིན་ན་དམར་པོ་དང་མི་དགེ་བ་ཡིན་པའི་བྱ་བ་དག་གསུངས། དུག་ཤ། དུག་གསུམ་ནི་འདི་སྐྱུར་བ། ཡང་དཀར་པོ་དང་མི་དགེ་བ་དང། དམར་པོ་དང་མི་དགེ་བ་ལ་ཡང། མུ་སུ་མུ་ཤི་ག་རེ་དྲུག་དུ་ར། ད་འདི་བྱས་ན་ད་གི་རིགས་པ་ཚུལ་ཨ་ལོ་རྒྱས་ན། དཀར་པོ་དང་མི་དགེ་བ་ཡིན། དམར་པོ་དང་མི་དགེ་བ་མ་ཡིན། དཀར་པོ་ཆུ་ཆེན་རེད།

ད་གིན་དམར་པོ་དེ་ག་རེ། དཀར་པོ་དང་རྒྱལ་བ་རུ་བ། ར། བྱས་ཙང། ད་ལྟ་ཡ། དཀར་པོ་དང་རྒྱལ་བ་ཡིན་ན་དཀར་པོ་དང་རྒྱལ་བ་དང་རྒྱལ་བ་ཡིན་པས་མ་ཁྱེར། དམར་པོ་དེ་ག་རེ་བས་ན་དཀར་པོ་དང་རྒྱལ་བ་རེད། ར། ཡིན་ནས། དཀར་པོ་དང་རྒྱལ་བ་དང་རྒྱལ་བ་མ་ཡིན་བྱས་པར། དེ། རྒྱལ་བ་གཅིག་འཇགས་ཡོད་རུ་བལྟ། དེ་གཉིས་འཇགས་ཡོད་རུ་བལྟ། བྱས་ཙང། དཀར་པོ་དང་རྒྱལ་བ་ཡིན་དཀར་པོ་དང་རྒྱལ་བ་དང་རྒྱལ་བ་མ་ཡིན་ཡང་དམར་པོ་དེ་འཇགས་ཡོད་རེད།

ལ། དེས་ན་ཞི། དཀར་པོ་དང་དགེ་བ་དགེ་བ་ཡང་ཡིན་དཀར་པོ་དང་དགེ་བ་དང་དགེ་བ་ཡང་ཡིན། གཉིས་ཀ་ཡིན། དེ་ནང་བཞིན་གཉིས་ཀ་མ་ཡིན། འོ་འདུ་བྱེད་བྱེད་བྱེད་ནས། རིག་པ་དེ་བར་འདུ་བྱེད་བྱེད་བར། སྤྲོས་བྱེད་བྱེད་ནི། རྟགས་སེལ་རྟགས་ན་ཡང་རེ་ད། ཨ་མྱེས་ལ་རིག་པ་འདི་རྙེད་སོང་ཨ། ཚད་གཞི་སྣེ་མང་ཁྲིད་ཤོག་ར། ད་ཨོ་རྒྱན་ཡི་གེ་འདི་བྲིས་བསྡད་ན་འདི་དུས་ཚོད་གོ་དཀྲུགས་གདའ། ནས་མཐོང། བློ་བདེ་བ་ཡོང་ར།

འདི་སློབ་ཚན་ག་བ་ཡིན་ན་ཅི་ལ་ཡོད་པ་འཛིན་གྲྭ་ཁྱེད་ཚོ་ག་བ། ཁྱེད་ཚོ། འཛིན་གྲྭ་བདུན་པའི་སློབ་ཚན་ན་ཡོད་ན་དྲུག་པའི་སློབ་ཚན་ན་ཡོད་ན་གང་ལྟར་འདི། འཛིན་གྲྭ་འདི་ལ་འདི་སྐད་ཆ་གལ་གོ་མ་རེད་ཚང་མས་གོ་རིག་པ་གཅིག་མཚུངས་ཡིན་དུས་དུ་སུ་བ་སྦྱང་ཞང་འགྲིག་གོ་རི་བ། བྱེད་ས་དང་པོ་དེ་ག་རེད། དཀར་པོ་དང་རྒྱལ་བ་དང་རྒྱལ་བ་ཡིན་དཀར་པོ་དང། མ་དང་དཀར་པོ་དང་རྒྱལ་བ་ཡིན་དཀར་པོ་དང་རྒྱལ་བ་དང་རྒྱལ་བ་མ་ཡིན་པ་ནག་པོ་བཞག་རྒྱུ་བྱ།

ད་སྔ་མ་ཡིན་ཕྱི་མ་མ་ཡིན། འདི་བྱས་ཕྱི་མ་ཡིན་སྔ་མ་མ་ཡིན་དེ་བྱས། གཉིས་ཀ་ཡིན་པ་དེ་དེ་བྱས། གཉིས་ཀ་མ་ཡིན་པ་དེ་དེ་རེད་ད། ཧ་གོ་སོང་ཨེ་ད། ཧ་གོ་སོང་ཨེ། ག་རེ་ད་ག་རེ་ལ་མུ་བཞི་རེད། དཀར་པོ་དང་རྒྱལ་བ་དང་དཀར་པོ་དང་རྒྱལ་བ་དང་རྒྱལ་བ་ལ་མུ་བཞི་རེད།

ད་ཡང། ཁ་དོག་གང་ལ་མ་ལ་བུར་ལྟ། ངས་དེ་ནི་མ་ལ་བས་ཏེ་ཁ་དོག་གང་རྐྱང་རྐྱང་ཞུགས་རུ་བ། རྣམ་པ་ཚོའི་བར་ཚུར་རིག་པ་སྦྱར་ན་ཤེས་མ་སྐོར་ལྟ། ད་འོ་ན་རིག་པ་དེ་ཡང་ཁྱེད་ཀྱིས་སྐད་ཡིག་ནང་ལ་གང་འདྲས་བཟོས་ཀྱི་རེད་པས་ལབ་པ་ཡིན་ན། སྐད་ཡིག་ནང་ལ་ཡང་རིག་པ་དེ་ཁྱེད་ཀྱིས་ཕྱིན་པ་ཡིན་ན་རུ། ཨ་ནི་ག་རེ་དང་ག་རེ་ཁྱད་པར་འབྱེད་དུ་ང་ཚོ་གཅིག་གཟིགས་ཀྱི་ཡིན་པས།

ཡ། ང་ནཱ་རོ་ངོ་ཡིན་ན། སླར་སྡུག་ཡིན་པས་ཁྱབ་ཀྱི་རེད་པས་ཁྱབ་ཀྱི་མ་རེད་བ། ངོ་གདོང། ཧ། ངོ་གདོང། སྟོང་པ་རེད་བ། ཧ། ཨ་ནི། དེང་སང། མི་ཚང་མས་བེད་སྤྱོད་བཏང་ཡ། ངོ་དེབ། རེད་བ། དེ་རེད་བ། ངོ་ལེ་སོང་བ། ཨེ། ནམ་རྒྱུན་ང་ཚོ། ཁ་ལོག་རེད། ངོ་ཚ་ཟས་བྱོ་མ་རེད། ངོ་མཚར་གསལ་བྱེད་དང་ངོ་མཚར་གཉིས་ཡོད་དེ་ངོ་མཚར་བ་གསལ་བྱེད་ཡང། ངོ་མཚར་གསལ་བྱེད་ཡོད་པ་ཡ། ཨ་དེ་ཚང་མ་ངོ་བསླེས་སོང་ཨ། ངོ་གདོང་གི་ངོ་དེ་ང་ན་རུ་ངོ་རུ་བ་ངོ་སྡེབས་ཀྱི་ངོ་དེ་ང་ན་རུ་ངོ་རུ་བ་ངོ་མཚར་གྱི་ངོ་དེ་ང་ན་རུ་ངོ་རུ་བ་ངོ་མཚར་ངོ་དེ་ང་ན་རུ་ངོ་རུ་བ། ད་འདི་གའི་དེ་ལ་དུ་རུ་བས། མ་རུ་བ། བྱས་ཙང། ངོ་དང་བླ་རྡུ་ལ་ཁྱད་པ་གར་འདུག། ང་ནཱ་རོ་ངོ་ཡིན་ན་བླ་རྡུ་ཡིན་པས་ཁྱག་མ་སོང། ད་བླ་རྡུ་ཡིན་ན་ང་ནཱ་རོ་ངོ་ཡིན་པས་ཁྱག་མ་རོ་ད་ནཱ་རོ་དོ་ས་ནཱ་རོ་སོ་ག་ནཱ་རོ་གོ་ཕ་ནཱ་རོ་ཕོ་ཚང་མ་ཡོད་རུང། ད་གཉིས་ཀ་ཡིན་པ་ག་རེ་ཡོད་རེད། ཨ། གཉིས་ཀ་ཡིན་པ། གཉིས་ཀ་ཡིན་པ་དེ་ལྟ།

རྗེས་འཇུག་རྐྱང་པར་སྟེར་བ། བྱེད་རྩ་སྐྱེ་ཡི་ན་ལ་རིག་པ་འདི་ཁྱེད་འདུལ་མི་འདུལ། ཁྱེད་འདུལ་བ། ཞིང་འདུལ་བ། ཧུང། ག་རེ་དང་ག་རེ་ལ་མུ་ཤི་སྒྲུབ་དྲན་ང་ཚོ། སླར་འདུལ་དང། ང་ན་རོ་ངོ་ལ་མུ་ཤི་སྒྲུབ་སོང་བ། དེ་ན་ཞིག་ག་ན་རོ་ཁོ་ལ་མུ་ཤི་སྒྲུབ་ཆོག་གུ་རུ་བ། ར། ཧུང། སྐྱེ་ཡི་ག་ལ་ཁྱེད་མེད་ཡིན་བ་བསམ་ཁྱེད་མེད་བ་མ་རེད་ཡོད་རེད། རིག་པ་ཡ་སྐྱེ་ཡི་ག་ན་ཁྱེད་ན་འདུལ་སོང། བཏང་བ་ན་རྟ་མཇུག་ནང་ལ་ཡར་འཁྱིལ་ཕྱི་མ་ཡིན་ན་ག་འདྲས་སུ་སྐྱེ་གི་རེད། རེད་བ། རྟ་མཇུག་གི་ནང་ལོགས་ལ་ཡར་ང་ཚོ་ཡར་སྡུག་སུ་འཁྱིལ་པ་ཡིན་ན་བྱ་བྱེད་ལས་གསུམ་གྱི་ལས། རེད་བ། དེ་ལ་རིག་པ་ལ་འཁྱིལ་གི་ད་ལྟ། དེ་བྱ་བྱེད་ལས་གསུམ་གྱི་ལས་ཡོད། རེད་བ། བྱ་བྱེད་ལས་གསུམ་གྱི་ལས་དང་ལ་དོན་གྱི་རྣམ་སྨིན་འཆད་པའི་སྐབས་ཀྱི་ལས་བྱེད་ཡོད། རེད།

ཁྱེད་རང་ག་ནས་བསླབས། ཨ། ཨོ་ཡ། གནའ་མི་སྐབས་ཀྱི་ལས་ཡིན། བྱ་བྱེད་ལས་བསོད་ནམས་ཀྱི་ལས་མ་ཡིན་པ་ག་རེ་བས་བསླབས་པ་ཡིན་ན། རེད་བ། དུ་ཅི་ག་བྱས་ན། ལྷ་ལ། མཆོད་པ་ཕུལ། ལ་བར་དག། ལྷ་ལ་མཆོད་པ་ཕུལ། ལྷ་ལ་མཆོད་པ་ཕུལ་ཞེས་པའི་སྐབས་ཀྱི་ལྷ་དེ། རྣམ་དབྱེའི་སྐབས་ཀྱི་ལས་རེད་ལ་དོན་གྱི་རྣམ་དབྱེ། ལ་དོན་གྱི་རྣམ་དབྱེ་འཇུག་སའི་ལས་རེད། བྱ་བྱེད་ལས་གསུམ་ནང་གི་ལས་མ་རེད་ལྷ་དེ། རེད་དོ།

ལྷ་ཡི་རྗེ། ལ་ལས་བྱུང་བ། ད་གཉིས་ཀ་མ་ཡིན་པ་བྱེད་པ་པོ་བྱེད། ཏེ། ཁ་ཤུགས་རེ། འདི། མུ་གསུམ་མུ་ཞིག་གི་རིག་པ་འདི། སློབ་ཚན་ཚང་མའི་ནང་འཁྱིལ་འགྲོ་ཡ་ཡོད་རེད་སྐད་ཡིག་ནང་ལ་འཁྱིལ་བ་ཡིན་ད་ན་སྡུག་སུ་འཁྱིལ་ཡ་རེད་བྱས་པར། གནས་སྐབས་འཇམ་ཆགས།